ང་ཚོ་གི་ཡོད་རོགས་དྲ་བརྙན་ཆེད་སྤུས་དབང་ཆེད་ཨ་ནི་ཡང་སྲིད་ཚོ་གིས་ང་ཚོ་མི་སྒྲིག་འཛུགས་ཀྱི་མཐུན་རྐྱེན་ཡག་པོ་སྦྱར་བ་ཆེད་བསླབ་གྲྭ་གི་དགེ་རྒན་ཚོ་ཡག་པོ་བསླབ་བྱེད་ཀྱི་ཡོད་རོགས་ཧང་སངས་ཡག་པོ་འདུག་ད་འདི་གནང་ང་ཚོ་སེམས་ཁྲལ་ཆེད་བྱེད་དགོས་ཡག་འདུག་རོགས་ད་ང་ཚོ་ཕྱི་ལུགས་ཀྱི་རོལ་ཆ་གྱི་དང་ང་ཚོ་དེང་དུས་ད་རོལ་ན་མཉམ་འདུག་ཅིག་ཟུང་འབྲེལ་བྱེད་མིན་ཨ་ནི་ཁོང་ཚོ་རྗེས་མ་སྡིངས་ཆ་གཅིག་སྤྱི་ཚོགས་གཅིག་ང་ཚོ་སྤྱི་ཚོགས་གཅིག་པོ་མེད་པ་ཆེད་ད་ང་ཚོ་གི་སྡིངས་ཆ་ཁ་ཆེ་ཡག་ཆེ་ཡོད་རྒྱ་གར་ལོག་ཡིན་ན་ཕྱི་རྒྱལ་དང་དོན་མི་ན་ཤེས་ཚགས་ཚུགས་པ་ཡིན་པོ་རེད་བསམ་ད་ང་རང་གཉིས་ཀྱི་འོ་དེ་ཅང་གི་བྱིན་ཡིན་རོགས་ད་གཉིས་འདྲ་བོ་ཡིན་ན་ང་ཚོ་འགོ་བཙུགས་པ་སྐབས་ལ། འགོ་བཙུགས་ངེས་ཏེ་ང་ཚོ་གང་ལྟར་ཕ་མ་ཕ་མའི་མཐུན་ཚོགས་གཉིས་ཡོད་རེད་བ་ཁོ་རང་གིས་ཀྱིས་འགོ་བཙུགས་ནས་ང་ཚོ་ཕྱི་ནས་བདག་ཉིད་འདྲ་བོ་ཡིན་ན་ཁུ་ཁུ་གུགས་འདྲ་བོ་ཅིག་གིས་འགོ་བཙུགས་འདུག་བཟོ་ཨ་ནི་ང་ཚོ་འདི་འདྲའི་འདི་ཧར་ས་ད་འདི་འདྲའི་འདུ་འཛོམས་འདྲ་བོ་ཅིག་བྱས་ནས་ཨ་ནི་ཡག་པོ་འདྲ་བོ་མཐོང་བྱས་ནས་ཕ་མ་མང་པོ་ཚེ་མཉམ་ཞུགས་ཞུས་ནས་ད་ལོ་འགྲོ་བ་ཡིན་མིན་ན་ཁུ་ཁུ་གཉིས་སུ་ལྟ་ཅི་ཡོད་ཨ་ནི་ང་ཚོ་ཁོང་ཚོ་ཡས་དངོས་གནས་དཀའ་ལས་སྤོས་རྒྱལ་བཟོ་རོགས་དུས་ཚོད་མཐུན་འགྱུར་བྱེད་རོགས་རེད་ཨ་ནི་གཟའ་ཉི་མ་མ་ཞིག་ངེས་ཀྱིས་ང་ང་རང་ཡང་ཁྲིད་ཐུབ་འུ་མི་འདུག་རོགས་གཟའ་ཉི་མ་ལ།

ཁོ་བོ་སྤྲེལ་ནག་ར་སྤུ་གུ་ཚང་མ་གི་ལྗང་གུ་དུ་རོ་ཨ་འདི་ཅིག་ང་ཚོ་དེ་ཕ་མ་གིས་མཉམ་ཞུགས་བྱེད་རྒྱུ་དེ་ལས་ངས་ཐུགས་ཆེ་གནང་བས་རེད་རོ་ཨ་འདི་ཡག་པོ་བྱུང་སོ། ཨ་ནི་དེ་རིགས་ང་ཚོ་གི་གཞས་འདི་བདམས་ཡས་དེ་ཁོ་ཚོ་རང་གི་དགའ་མོས་རང་གི་གཞས་ངས་ཀྱི་བསླབ་རྒྱུ་འདི་ནས་མ་རེད་ཁོ་ཚོ་གི་ག་རེ་སྦྱང་གི་ཡིན་པས་ན་ནི་གཞས་སྣ་འཛོམས་འདྲ་བོ་ཅིག་བྱུང་ཡོད་རོ་ཨ་ཨིན་ཇི་གཞས་བྱས་ཨ་ནི་བོད་གཞས་བྱས་བྱས་ནས་ཨ་ནི་ཁོ་ཚོ་གི་དགའ་མོས་གཞས་ངས་ཨ་ནི་དང་པོ་གི་གཞས་འགོ་བཙུགས་ཡས་འདི་ལ་ད་ལོ། ང་ཚོ་སྐུ་ཡི་གོ་དོན་བྱས་གཉིས་ང་ཚོ་གི་ཞེ་གཅིག་ཉིན་གཉིས་པ་ང་ཚོ་གི་བན་བྱེད་ཡོད་རོལ་དབྱངས་ཚོགས་པ་བྱེད་ཡོད་འདི་ལ་སྐུ་དུས་ལ་བསྟོད་གླུ་བྱེད་ཡོད་རོ་འདི་ད་གཉིས་ང་ཚོ་འགྲོ་ཡིན་ན་གོ་དོན་གྱི་ཕྱི་ཟླ་བདུན་པ་ལ་ང་ཚོ་གི་སྐུ་བུ་ཚང་མ་ཡང་གོ་དོན་ལས་ང་ཚོ་མཉམ་ཞུགས་བྱས་ཡག་པོ་བྱུང་སོ་རོ་ད་འོ་འདི་ཞེ་འདི་ཡང་ནི་ཡང་འུ་ཚོ་སྐུ་དུས་ཞུ་ཡ་འདི་ནི་སྐུ་ཡི་གོ་དོན་གྱི་ཞེ་གཅིག་ཡོད་རོ་སྐུ་དུས་སྐུ་དུས་ལ་བསྟོད་གླུ་བྱེད་ཡོད་ཨ་ནི་འོ་འདི་གཅིག་བུ་ལམ་ཞུ་ཡ་ཡིན།